འདུ་ཤེས། དེ་ཡིན་དུས་ད་འདུ་ཤེས་དང། ཚོར་བ་དང། གོམས་གཤིས་སྤྱོད་པ། དེ་གསུམ་ཡོད་རེད། དེ་ནས་ད། དང་པོ་ཁྱི་སྐྱག་གི་སེམས་ཁམས་རིག་པ་ད་ཕ་ཆེར་ལོ། དྲུག་ཅུ་བདུན་ཅུ་གྱ་གཅིག་སྔོན་ལ།

ད་ཨ་རི་འདྲ་བོ་ཡིན་ན་ད་ནམ་རྒྱུན་གྱི་སློབ་གྲྭ་འདི་ཚོ་ནང་ལ་ཡང་གོམ་རྒྱ་ཡས་སྐོར་དེ་འདྲས་མང་པོ་ཅིག་ཡོད་རེད། ད་དེ་ནས་གོམ་རྒྱ་པ་ལ་བལྟས་ནས་ག་རེ་ཕན་གྱི་ཡོད་རེད་ཟེར་ན། སློབ་སྦྱོང་ཡག་པོ། སློབ་སྦྱོང་ཤེས་ཡ་ལ་དཔེ་མི་སྲིད་ཕན་ཐོགས་ཡོང་གི་ཡོད་རེད། སློབ་སྦྱོང་ཡར་རྒྱས་འགྲོ་བ་གཅིག་པོ་མ་ཡིན་པ། མི་བདེ། ཐང་པོ་ཅིག། Healthy Mind། ལྷག་པར་དུ་སེམས་བདེ་ཐང་པོ། སེམས་ཐང་པོ། སྐྱིད་པོ་གཅིག་པོ་མ་ཡིན་པ། གསར་གཏོད་ཀྱི་རྣམ་པ། ཤེས་བྱ་གསར་པ། ནུས་པ་ཆེན་པོ། དེ་འདྲའི་མང་པོ་ཅིག་ཡོང་གི་ཡོད་རེད། གོམ་གོམ་མཉམ་མཉམ་བྱས་པ་ལ་བརྟེན་ནས། དེ་ང་རང་ཚོ་བོད་ལ་ཡང། ང་ཚོ་གསུང་རྒྱུན་གསུང་རྒྱུན་ལ། གོམ་ཆེན་རབས་ལ་སྟོན་པ་རབས། གོམ་ཆེན་འབྲིང་ལ་སྟོན་པ་འབྲིང། གོམ་ཆེན་ཐ་མ་ལ་སྟོན་པ་ཐ་མ། ཟེར་དེ་གསུང་དགོས་རེད་པ། དེ་ཡིན་དུས་གོམ། ཤེས་ཡ་དེ་ཡག་པོ་ཅིག་ང་རང་གོམ་པ་ཡིན་ན། དེ་ནས་གཅིག་གོ་བ་ཡག་པོ་ཡོང་གི་ཡོད་རེད། གཞུང་ཆེན་མོ་འདི་ཚོ་གི་དེང་གི་གོ་བ་ངོ་མ་དེ་ལེན་ཐུབ་པ་རེད། དེ་མ་གཏོགས་ད་ཚད་མ་དང་མངོན་པ་འདྲ་བོ་དེ་འདྲས་སྦྱང་བ་ཡིན་ན་ད་ཚིག་གི་གོ་བ་དེ་ལས་སླ་པོ་རྒྱུད་ལ་སྦྱར་ཐུབ་ཀྱི་རེད་དེ། ད་དབུ་མ་ལ་སོགས་པ་དེ་འདྲས་ཉམས་ལེན་བྱེད་པ་དེ་འདྲས་གཅིག་དཔེ་ཆ་གཅིག་སྦྱང་བ་ཡིན་ན་ད་དང་པོ་ཚིག་འདི་ཚོ་གོ་བ་དེ་སོགས་ལེན་གྱི་རེད་བ། ད་ཚར་གཉིས་པ་གཅིག་བཏང་ན་སྔོན་མ་ལས་དཀའ་ལས་ཁག་འགྲོ་གི་རེད། ད་ཚར་གསུམ་པ་གཅིག་བཏང་དེ་ལས་ཀྱང་དཀའ་ལས་ཁག། ཐ་མ་འདི་ག་འདྲའི་སྐྲ་ཆལ། གཟུང་བསམ་ཟིལ་གཉིས་ཀྱི་མ་རེད་ཉམས་ལེན་མ་བྱས་པ་ཡིན་ན། དེ་ཉམས་ལེན་བྱས་ནས་སྒོམ་རྒྱབ་པ་ཡིན་ན་དེ་ནས་ད་དེ་གཞུང་ལུགས་གདམས་ངག་ཏུ་འཆར་སྲིད་དུས་ད་དེ་གི་དོན་དག་དེ་ཆ་ཚང་སེམས་རྒྱུད་ལ་ལྷན་ལྷན་ཡོང་གི་རེད་བ། དེ་ནས་ངོ་མ་སྙིང་པོ་དོན་དག་ངོ་མ་དེ་ང་རང་སེམས་རྒྱུད་ལ་སྐྱེས་དེ་ལ་བརྟེན་ནས་དཔེ་ཆ་གི་གདིང་ཟབ་པོ་གོ་བ།

དེ་ནི་མ་གཏོགས་དངོས་ནས་ཉམས་ལེན་བྱེད་དགོས་ས་ནི་མ་བཏགས་པ་ཡིན་དུས། དེ་ཉམས་ལེན་དོ་སྣང་ཡོང་གི་ཡོད་མ་རེད། ཉམས་ལེན་ལ་དོ་སྣང་མེད་པ་ཡིན་དུས་དཔེ་ཆ་ག་འདྲའི་མོ་ག་འདྲ་ཞིག་བལྟ་ན་ཡང་སེམས་རྒྱུད་ལ་ཕན་གྱི་ཡོད་མ་རེད། ང་རང་རྒྱུད་ལ་བྲོ་བ་ཅིག་དང་སྙོང་བ་ཅིག་ཡོང་གི་ཡོད་མ་རེད། ད་འདི་མ་ཡོང་བ་ཡིན་དུས་ཨ་ཙི་ཡིས་ང་ལོ་བཅོ་ལྔ་ཉི་ཤུ་ཞིག་དཔེ་ཆ་བལྟས་ཡིན་དུས་གང་ཡང་ཕན་ཐོགས་མ་སོང།